ད་གསེར་རི་བྱ་མ་བུ་མོང་ལ་འཇུག་གསེར་རི་བྱ་མ་བུ་འབོ་དེ་ནས་ལིང་གེ་ལམ་ཆེན་མོ་གེ་སར་ལ་མེད་ནས་དེ་ག་རི་མོ་འོ་སུའང་ཕིང་ངན་ན་མེད་བཀག་འཇུག་དོས་གསུངས་པ་སང་ན་ད་ཨི་ཧོར་ནང་ཇོ་ཆོས་དགོན་ནས་ངེད་རང་ཨི་ལིང་གེ་ལམ་ཆེན་མེད་ག་ནམ་རྟོག་བྱ་ཀན་བེ་བཞའ་སྟེ་དེ་ནས་ཤར་གི་དེ་ནས་གསེར་རི་བྱ་མ་བུ་མོ་ཇོ་ཟེ་དེ་ཡིན་དེ་འདུག་བ་འཇུ་ད་ལེ་ཡིན་པ་སང་ན་དེ་ནས་ཁོ་ཁར་ལ་སོང་སའི་འོ་དེ་སོལ་བར་གོ་ཤན་ཟེ་རེ་ད་ཉང་པོ་གང་བག་ཡོང་ཨ་བ་ག་ར་ཧི་མིས་ཨ་མ་ག་སྟ་ཆོས་རོན་ཨ་ཅེ་ཏར་ལ་དོང་ཟེ

དེ་ནས་སོལ་བ་ནི་ཨ་རུ་རྒྱལ་པོའི་ལྷ་བཙའ་ཟོལ་ལོ་ཞུགས་པ་མང་པོ་ཡོད་ལོ་དེ་ནང་ན་སོལ་བ་ས་དེ་ཁྱུང་ཟེར་ཨ་བ་ཟིས་པ་མ་ལོག་པར་འོང་ང་ཅི་ཚོར་ནོག་ད་ཡི་ཕྲུ་གུའི་ང་མ་ནོར་དེ་མ་སྡུག་མི་ཆོག་ད་ཟན་བུ་ཡ་དེ་ནས་ད་དེ་གཟུགས་ཀྱི་ན་ད་རྒྱལ་པོའི་བཀའ་ཡིན་ནོག་རྒྱལ་པོའི་བཀའ་གྱེན་ལོག་བྱོས་ན་མ་ནི་མ་འགྲིག་ཨེ་ནོག་དེ་ནས་ཨ་མ་ཨ་དར་ལ་དོང་ཟས་རང་སོང་བོང་རས་སི་ཀ་ན་བོང་བུ་ཚང་མ་ཕབ་སི་ཁྱུང། ཟེར་ཉེས་ན་བླ་མ་ལ་ཡཱ་ལས་ཟེར། ཡཱས་ཁྱེད་རང་ག་ས་ཆོས་རན་གསུངས་ཏེ་ཁྱིམ་མཚེས་ཉག་ནས་པ་ཚང་མ་ལ་ཐག་པ་གཏོང་ཟེར། དེ་ནས་ཡོད་ན་བུང་བུ་རེད་པ་གཉིས་པ་སྒ་སྟ་ནི་ཀ་ལས་པང་སྒ་སྟ་སྟེ་ཡཱ་རེད་གཏོང་ཟེར་ཧེས་ཟེར་ཉེས་རང་ལས་དེ་ལྟའི་ཉེས་རང་ལས་ཁ་རི་ཀ་ན་ཡང་སྐུ་གཅིག་དང་ཟེར་ཉེས་རང་ལས། དེ་སུ་ཡི་བང་བང་ལ་དེ་སུ་ཡི་བང་བང།

ཡང་མཁར་ན་ཁོ་ཆོས་དང་ད་ལྟ་དེ་ཧོར་མ་ཧོར་ལོངས་སུ་འདུག་པིན་མ་ཤི་བྱ་འདུག་པིན་འདའོ་ཤི་མ་ཤི་ཡ་གཟི་ཁྱེད་ནང་ཐལ་བ། ཁྱེད་ནང་བསགས་ཁྱོད་རང་ཁྱེད་ནང་ཨ་ཁོག་ཐལ། བ་ཟེར་ཆོ་ག་དེ་ཚོ་རྒྱབ་པོ། ཨ་ན་ཨ་གླིང་ན་ཡོང་མཁན་ཡང་མི་རྒོད་ཅིག་ལུས་སེ་འདུག་ལོ་ཨ་ཙོན་ཁ་ང་ནང་དེ་མི་རྒོད་པིན་མ་ནི་བྱིས་པ་གང་གསུམ་པ་སེ་མི་ངོ་ལ་ཚོད་ཅ་ཏིག་དྲག་དེ་འུ་ཐུག་ལ་ཡོང་ཟེ་དེ་ནོག་དུ་ས་སེ་རི་བྲག་གི་ཁ

ཅི་ནོ་ཧ་བ་ལེ་ཨ་རེ་ཨ་རེ་ཀི་ལ་མིག་ཤི་ཏེ་ནོ་ཧ་ཟེ་ཟིང་ན་ཧོ་ཧ་ཤི་ཏེ་ཅི་ན་ཏེ་ཟེ་ན་ལིང་ཡུལ་ན་ཟུམ་སི་ཁྱོང་སྐག་མི་ནི་སུའང་མ་ཆུན་ཀ་ནི་མི་མེན་ནི་ནོག་མ་ནི་དེའོ་ནང་སུ་ར་དེ་ཟེ་ཏེ་ནོག་ད་ཟེ་སྤ་སོ་ན་ཧ་ཅང་ཀི་ཟེ་ཟིང་ན་ཁོལ་ལེ་ཨ་བ་ཨ་བ་ཨ་ཟེ་ཟ་ཨ་ཟེ་སྤ་སོ་ན་ཨ་མི་དེ་བཞང་ཅན་པ་ན་ཡང་པོ་ང་ཅིག་ར་ཏི་ན་ཀ་ཟེ་ཟིང་ན་ཁེ་ན་ས་ཁེ་ན་ཐལ་བ་ཀྱ་ཀྱ་མེ་དེ་སྤེ་ར་མ་ཏང། མིར་གོ་དེ་ནོག་སྭ་དེ་བོར་ཅིན་རྒྱ་འདིའོ་སྭ་སྐྱབས་སེ་བོ་ནི་ཐོད་པ་ཁོ་རང་ཡ་ཤུ་ཅང་ཁོ་ཁོ་རང་ཀ་ཤུ་ཁྱེད་རང་ཅི་ཟེར་རེད་འཛེས་པ་དེ་དེ་ངེད་རང་ཨ་ཀ་ན་ཧོར་ཀུན་ག་ལེར་རྒྱལ་པོ་བ་ཚོར་ལེ་ཡ་ཡ་ཡ་ག་ར་ཨེ་མིས་སྐྱིད་ལོ་ཡང་ཁྱེད་རང་ག་ཕྲུག་སེང་གེ་ཅིག་ཟེར་ཐིག་སོང་པ་ཟེས་ངེད་རང་ཅི་ཟེར་རེད་ཇུ་ལེ་ཇུ་མ་ནི་ཡ་རེ་མིས་མ་ནི་སྤ་བོ་མ་ཤེས་སྭ་མིར་གོ་ཟེར་རེད་རེད་ལེ་མ་ནི་མདོ་ན་ཅིག་ར་དེ་འཛེར་རེད་རེད་རྒྱལ་པོ་ཁྱེད་ག་ཟེས་འོ་ར་བཅུག་ར་བཅུག། ཐུག་པའི་འོག་ན་རྒྱལ་བའི་སྐུ། ས་གཞིའི་འོག་ན་རིན་ཆེན་གསེར་མཛེས་ཏེ། པདྨ་ནི་ཡང་སུ་ནི་མ་ན་ང་ཅན་ནང་བྱོན་པའི་ཤེས་རིག་ཕྲུ་གུ་པདྨ་ན་ང་ཅན་འདུག་པ་དེ་བཞག་ན་སུ་བ་མ་ཡན་ཀན་པོ་ཁོ་ཨ་མྱན་ན་རེ་ད་བཞུར་སྒོ་བཏུལ། ཡར་ལྟར་སྒོ་བཏུལ། དེ་ནས་ཡོན་རང་སྲོག་འགུགས་མ་བློན་པོ་བཏུལ། ད་ཡིའང་བཏུལ་ན་མ་ན་ང་ཅན་ཧོར་ལ་བསྡད་ན། དགྲ་བོ་མ་ན་མེད་ཁ་མཚུངས་པ་ལིང་པའི་ཕྱོགས་ན་ཀ་ཛེས་ངེ་རང།

གཙུག་སེ་ཡོང་ཡོང་ང་ཡི་རང་ཨ་ཅེ་གཉིད་ལ་སོང་དུས་གཙུག་ཨ་ཅེ་མ་ནི་གཉིད་ཅན་ཅིག་ཡོང་འདུག་པར་སྔར་ན་པ་ལ་ལས། ཡ་ཡིད་མ་རང་མོ་གཉིད་ལ་སོང་དོགས་མ་ནི་གཉིད་ལ་ཆས་སོང་ན་གཉིད་དགྲ་དེ་འདུག་ཟེར་དེ་ནས་ཡི་རང་གོས་བུང་བུ་ཚང་མ་ཁྲིད་དེ་ན་དེ་ལུང་པའི་ཕྱོགས་ན་སོང། ད་ལུང་པའི་ནང་ཡི་རང་ནགས་མ་ནི་མི་འདྲ་ཡོད་གཙུག་ཡི་རང་ལས། ནགས་བཟོས་པ་ད་ལྷ་ཤིང་ཤུག་པ་མ་ནི་མང་པོ་གཙུག་དེ་ནང་ཡི་རང་ལས། དེ་ནས་དེ་ལྷ་ཤིང་ཤུག་པའི་རྩ་བ་ལ་སོང་དེ་ན་ཁོས་ལྷ་ཤིང་ཤུག་པ་འོང་ལ་ཅིག་བཟས་དང་ཡོད་ལས།

དེ་ནས་ཧོར་ཡན་རང་ལས་ཨོ། ད་དེ་གཟུགས་ཀྱི་རྣམ་མ་མིན་གང་བྱོས་སུ་རག། ང་རྟག་ཆད་འཛིན་པ་ཧོར་ཡན་རང་ཧོར་རིགས་མཁར་ན་རྟག་སོང་ལས། རྟག་སྐྱབས་ཆགས་ཡིན་པ་ཧོར་ལ་ཡན་རང་སྨད་ན་ཞུགས་པ་མཐོང་བ་ཙོག་ཡན་རང་སྔོག་ལས་སྨད་སུ་མཐོང་བ་ཙོག། ཅེས་ཟེར་ན་མནྡཱ་རའི་ཁུལ་དེ་ལྕགས་མ་ཡིག་བྱ་སྟེ་མ་ཁྱེར་ཚ་ལས། དེའོ་དེ་ཞུགས་པ་རྣམས་ཐ་སྙད་དང་སྦ་གསང་ན།

ག་ལེ་ཁྱོང་སྤ་སང་ན་དེ་ངོ་ཤེས་ཤུ་རབ་ཤོད་ཙོང་ཡོད་ན་ཆུ་ར་སྤི་ཀ་ན་ཡེ་རང་ཨ་ཅེའོ་པ་པུ་ཕུ་ཏི་ཆུར་ག་ལེ་སྤ་སང་ན་ཡེ་རང་ཨ་ལེ་ཁོའི་ཟི་ཟི་བ་ཨ་ཅེ་བ་ཨ་ཟི་ཧ་ཨ་ཟི་སྤ་ཁྱོད་རང་པ་པུ་ཕུ་ཏི་ཆུར་ག་ལེ་ནུག་ང་ཏང་བུང་བུང་ཨོ་ནི་པ་པུའང་བུ་དར་རྒྱལ་ག་ཟི་སྤ་ཅི་ཟེར་ཏང་སིན་དོ་བུང་བུ་ཨ་པ་བི་ཡོང་ཨ་ནོག་ནི་ར་ཧོ་ཡོང་ཨ་ནོག་ཁོའི་བུ་དེ་གར་ཅི་འདུག་ཅོ་ཨང་ཟི་སྤ་མན་མན་མན་མ་ཟིག་པ་ཨ་ནོག་དེ་ཟུག་ཅོ་ཨ་མི་རྒྱལ་ང་ཏང་མིས་པ་པུ་བུ་ཏི་ཉན་རེད་ན་ཏུ་རོ་ཨ་པ་བུ་ཅེ་བུ་ཏི་མི་ཉན་ག་ཟི་སྤ་ཉེ་རང།

བབ་ཚེ་ཁྱོད་ད་ཁྱོངས་ཟེར་ངེད་རང་ལ་ཅང་བཟོ་མ་ལོ་མ་ན་ཆེན་མོ་ཙོག་ལེ་མ་ན་ཟོར་དོག་ངེད་རང་མ་ན་ཡ་ཁོག་ཙམ་ཡོད་ཙོག་ངེད་རང་ལ་དེ་ག་ཁྱོངས་ཟེར་སོལ་བ་ཚང་མ་བོག་ཟེར་ན་ད་དོ་ར་སུག་པོ་ང་དང་དེ་ག་མེ་དང་ཨར་རྒྱལ་དེ་ནས་མགར་བ་ང་དང་ཨ་སེར་ག་རྒྱལ་ཨ་རྒྱལ་ཨ་རྒྱལ་ཨ་རྒྱལ་ཨ་རྒྱལ་ལ་ཚང་མ་ཡོངས་ཟེར་ཨར་རྒྱལ་ཟེར་སྤུ་ས་ན་ཡེ་ཨར་རྒྱལ་ཟེར་སྤ་དེ་བཞག་ཨ་ཅེ་ན་ཨ་མ་ཡང་ཁོང་རང་ཨར་ཉིན་འགྲོང་གུན་སེར་ག་རྒུན་འབོ་དེ་ཁྱོངས་ཟེར་དེ་བཟོ་མ་ལ་བི་ཀ་ཏེ། ང་ནི་ཁོ་རང་བྲང་གང་འདུག་ཟེར་ང་རང་བཟོ་མ་ལུས་ག་འདུག་ཟེར་སོང་ན་དེས་མེ་གསོས་ཡ་ལེ་ད་ན་མེ་གསོས་གསོས་ན་ཨ་བ་ཨ་བ་ཟེར་ཟེར་ང་རང་ལ་ཅི་འདུག་ལའོ་ཅི་འདུག་ག་ཟེར་ཨ་ན་རོ་ཁྱོད་བ་ལ་ག་ཟེར་ག་ནི་ག་ཟེར་ཨ་རེ་ཨ་རེ་ག་ན་རོ་ཁྱོད་བ་ན་ར་ཁྱེད་ན་ཐལ་བ་ཁྱོད་ལ་རོ་མ་ནོག་ཅོ་ཅོ་གྲུ་གུ་སྐྱོ་སྟོན་ནོག་ཟེར་པ་ཅོ་ཅོ་གྲུ་གུ་དེ་ནི་ཅི་ནོག་ཡི་གཟུགས་ཤིག་ཡ་ཟེར་པ་པ་ལྐྱི་ཡ་ཁྱོད་སུ་ནོ་ཨ་ག་ལ་འདས་མ་མི་གཞིས་ཁུར་དེ་འདུག་ག། དེ་ནང་མིན། ཅོ་ཅོ་ཨོ་ཟུག་ག་ཞབས་བྲོ་ལ་སྐད་ད་མ་ནོག་པལ་སྐྱེས་སྐད་ནོག་སྔན་ལ་ཅོ་ཅོ་ཨ་དོ་ག་བལ་ཁལ་ཅོ་ཅོ་ཡོག་མོ་ཨོ་དེ་ནས་ཁོ་དེར་བཏིང་ན་ཅོ་ཅོ། ཡ་ཡ་ཡ་ཅི་ནི་མ་ནི་ཤེལ་ཤམ་འབྲུག་མོ་ཅི་བཞའ་བའི་གོད་ད་བཞའ་རའི་གོད་གོད་པ། མ་ནི་བཞའ་ར་ནང་བཞའ་བོ་ཅི་ཡང་ཅི་ཉེས་ཟེར་ར་མེད་ར་ག། རྒྱ་པོ་ཨོན་སྐྱོད་ཙ་ནི་རྒྱ་མོ་ཨོན་སྐྱོད་ཙ་ནི་ཨོ་ཟུག་ག་བལ་སྐྱིས་ཟེར་འདུག་པ་དེ་ལྟེ་བ་ལ་ལྡེ་མ་ཁྱོང་ཨ་ནོ་གོམ་པ་ནང་ས་ཐུག་མ་བཅུག་ག།

འཇུ་བག་ཧྲིལ་དུག་རེས་གཟའ་སྟེ་ངེད་ཅག་ཚང་མ་ཨི་ཅོ་ཅོ་སྤྱན་རབ་འབུམ་དགུ་ལ་སྔགས་ནི་རྫོགས་སལ་ལྷའི་ཡི་རི་མོ་སལ་ལྷུ་ཡི་རི་མོ་སལ་རྩ་ནི་རི་མོ་སལ། དེའི་སྟེང་ན་དེ་ནས་ལིང་ག་ལམ་ཆེན་མོ། གེ་སར་ང་རང་ཨ་སངས་རི་མོ་ཞིག་ཕིང་ཨིན་ཅོ་ཅོ་འབྲུག་འུ། དེ་སྟེ་ག་ངས་ཅོ་སེ། ངེད་ཅག་ཚང་མ་ལ་ཕུ་ལན་ཟེར་ར་མཉམ་པོ། དེ་ནས་ཐན། འཇིགས་ཧྲིང་སེ་ངེད་རང་ཨ་བྲག་འུ། སྐྱང་ལྷ་གཡོག་ལྷུ་སྦར་སན་ལ་ཕུ་ལ་དང་མཉམ་པོ།

ཨ། རི་མོ་བཏང་དེ་ནས་རི་མོ་བཏང་ཟེར་སྟེང་མོ་ན་དྭགས་པོ་ལྗང་ཨ་བ་ག་ར་ཧེ་མི་ནག་ཏའི་ཚང་མ་ལིང་ར་ཡ་ཡོང་ཤིག་ཧེ་ད་ནི་ཡོང་ཤིག་ཟེར་རེ་ཀུ་ཅོ་ཀ་ལིང་བཏང་པ་སང་ནི་ད་ན་སུའི་ཏི་བི་ཧྲུག་གིན་སུའི་ཐལ་བ་ཧྲུག་གིན་ཉེ་རང་ལས་ཡང་བཟོ་མ་ལི་ཁ་འཛོམས་ཚ་ན་ཅ་མ་བུམ་མ་ནི་ཡིན་རང་ཏའི་ཀ་མ་ནི་ཁ་གཅིག་གཅོད་སོ་ད་ལས་ཅ་མ་བུམ་མ་ནི་ཨ་ཚང་མ་ཧ་ལ་ཟིན་ཡིན་རང་ཨི་གཟུགས་ཅ་མ་བུམ་དེ་བང་ཁ་གཅིག་གཅོད་སི་འདུག་ཟིས་པ་དེ་ནི་ཅི་ཞིག་ཟིན་ཁོ་རང་ཡི་ཁ་གཅིག་པོ་ཟིས་པ།

ངེད་ཀྱི་མཁར་ལ་ཕན་ཆེན་པ་ལས་བཞག་ཤི་ག་རྣམས་ཚང་ལ། དེ་ནས་ནང་མི་རྣམས་ད་དུས་ཁུག་སྟེ་ཁྱེད་རང་ཡོང་དགོས་སོགས་སྨྲ་ནས། ཁོ་རང། བ་ག་ལ་དེར་རྒྱལ་པོའི་དོན་ལ་ཡོང་སྟེ་མི་ནི་ཁྱེད་རང་སོལ་ར་སོགས་སྨྲ་ནས་ཨི་གཟུགས་རི་མོ་ཀ་དྷ་ལ་ཤི་སའི་རི་མོ་འདུག་ལ་འོ། མོ་ནི་ཅི་ལོ། དགའ་ཕྲུག་སེང་གེ་ཀ་ཟིས་པ་ཡོད་པ་ལས་འོ་ན་ཀ་ཟིས་པ་ཡིན་ན་ལེ། ཇོ་ཇོ་ལོག་སེ་སོང་ལོག་སེ་ཀ་ཅིག་ཡིན་ན་ཇོ་ཇོ་འདུག་སེ་ཀ་ལེ། ཇོ་ཇོ་འདུག་སེ་ཕུད་ཕ་ཕུད་ཡང་ཁོའི་གཟིངས་བཟང་འཇིག་རྟེན་འདུག་ཅོ་སྨྲ་ཡིན་ན་ལེ། བྱ་མ་འོམ་ཅིག་ཅིག་སྟེ་ཀ་ན་སོར་སོང་ལེ།

ཇོ་ཇོ་མོ་ནི་དེ་ཙམ་ན་མོ་ནི་རང་འཐག་ཚང་མའི་ནང་ཕེར་བཀོད་པའི་མཛད་འདུག་ད་བོ་རང་བོ་རང་མོ་ནི་ཁྱེད་རང་འདོད་མོ་ན་མ་ཟེར་རང་རྒྱུད་བཞུགས་དེ་གཟུགས་གཏམ་ངན་མ་བཏང་གཟིགས་བ་གཏམ་ངན་ཆུ་ལིང་ཁར་ལ་སྤེ་ར་འདུག་རང་འཐག་ག་ཆ་ནང་སྤེ་ར་འདུག་ཆུ་ཀ་ཆ་ནང་སྤེ་ར་འདུག་ཡུལ་ལྟ་ཡི་ཀ་དུག་ནང་སྤེ་ར་འདུག་དེ་ཙམ་ན་དེ་ཇོ་ཇོ་སྒྲུག་གི་མོ་ན་རྐུན་མའི་གེར་བཏིང་པ་ག་ཟེར་འདུག་ངན་ན་ལེ་མོ་ནི་ད་ཁོས་ངན་ན་ཇོ་ཇོ་ཅི་ནང་མེད་ན་སིང་སིང་བྱོས་པ་ཡ་ལེ་ད་མོ་ན་ཇོ་ཇོ་ནི་མོ་ན་ངོ་ཆུམ་ཆུམ་བཞུགས་སུ་འདས་འདུག

དེ་བཟའ་ན་ནི་མ་ན་གེ་སར་བླ་མས་ནི་ཤེས་བྱེད་མིན་ཨི་ཀ་རི་མོ་ཕིང་ཨ་སྙན་བྱེད་མིན་ཟེར་འདུག་པ་ད་ཅི་ཡད་ལས་བདག་ས་ཁོ་ང་དང་སེར་དཀར་པོ་ཚང་མ་ཁ་སྤ་སོང་པ་སོང་ན་ཡོང་ཨོད་པ་བདག་ས་ཡི་ཀ་ན་ཁུ་དེ་དེ་དག་ཡ་རྒྱུ་ལས་ཟིན་སླེབས་ངེ་རང་ལས་ཁ་ཐག་གཅིག་མ་ན་རིང་ངོ་ཞིག་བསྐྱངས་ཟིན་ངེ་རང་དེ་ན་ཡང་ཕོ་ཏའི་བྱ་མ་བུམ་པོ་དེ་ག་བོར་པ་སོང་ན་ཧོ་རེ་བཞིན་བདག་ཅུ་སི་ལྟ་ཟིན་ངེ་རང་ཡ་ཡ་ཡ་ཡ་དམའ་བདེ་མོ་ཅུ་སོག་ཨེ་ཡོད་ཁྱེད་རང་ཅུ་སྤི་ན་ཛིས་པ་ད་ང་སང་མང་ཉུང་ཅིག་བལྟས་ན་གླག་ཡོད་ལས་མང་ཆ་ངའི་ཨ་བ་འུན་ཨ་བུ་འུན་ཨ་ཞང་འུན་ཡོད་པ་ལས་ཀ་ཛེས་ངེ་རང

ཡ། དེ་བས་མིན་པ་ནི་དེའི་ལིང་ག་རེ་ཟམ་པར་གུ་ཏུ་རི་ཨ་སྔོ་ཕྱོགས་སུ་ལིང་ཡུལ་ཕྱོགས་སུ་ནི་མ་ནི་ཧེ་ལིང་ཧ་ལང་ཞིག་འདུག་ཟེར་ངེས་ན་ལེ། འདུག་ཟེར་ཡང་ཡིན་པོ་ཡང་དེ་ཚང་མ་གྲབ་སོང། ཡ། ད་མ་གོག་ཟ་ལྷ་མོ་ཟེར་ཁན་པའི་ང་དང་ཏུ་རོ་ཚང་མ་ལིབ། དེ་དེ་ན་ལིང་ཡུལ་ལ་སོང་སྟེ་ཡིན་ན་མ་ཆོ་མེད་སོང་སྟེ་རག་དེའོ། ཡིན་ནང་ལྟ་པ་སོ་པ་རིག་ང་དང་ཨ་དང་ཨ་རྒྱལ་ཟེར་པ་ངེས་ན་ནི། དེ་ནས་ལྟ་པ་སོ་པ་རིག་སུ་དང་ཨ་རྒྱལ་ད་ཟམ་པར་གུ་ཏུ་རི་ལ་ང་དང་ཟེར་པ་དེ་ནི། ཁོ་རྒྱལ་ཚོ་ཧུབ་ཐུང་ཟང། རི་བོ་སྤང་ལེ་གཉིས་སྐུ་བཏང་ན་ཁོང་སྐུ་ཡང་ཟབ་ཅང་ནི་ལོག་པ་ཟིགས་པ་ཁོང་སྐུ་བོད་སྐྱོང་སེང་ངེ་རང་ཨ་ལས་གླིང་ཛམ་པར་སྐུ་ཐུར་ཕྱོགས་ལ་ལྟ་དང། ལྟ་དང་སྤ་ཁོང་སྐུ་ངེ་རང་ཨ་ཡར་ལལ་དང་གཞོན་ལ་ལྟ་ཅང་སྨད་ཙུག་ངེ་རང་ཨ་ལས་དེ་དུ་རོ་སྒོ་ཕྱུགས་སངས་མ་ལི་ཁའི་དེ་སྨད་ཙུག་དེ་ན་སྐུ་དེ་ཡང་ཁོང་སྐུ་ཧོར་ཕྱོགས་ལ་ལོག་སུ་ཡོང་སེང་ངེ་རང་ཨ་ལས་དེ་ན་ཧོར་ཤན་ཏཱ་མི་རུ་ཧོར་རིག་བྱེད་ལྷོན་པོ་ཟེར་གར་མགོན་ཉོད་དགག་པ་ད་ལས་དེ་ནས་ཁོང་བ་དེ་བཞུད་ཟིང་ངེ་རང་ཨ་ལས་ཅང། གླིང་ཛམ་པར་གུ་ཐུར་ག་ནི་ཧི་གླིང་ལ་ལང་ཞིག་ནི་མི་འདུག། རྟེན་པ་དེ་ཨ་མ་དགའ་ཐུ་མོ་དགའ་བ་ང་དང་གླིང་ཡུལ་ན་བྲིས་ཡོད་ཀྱང་སྲིད། དེ་བས་ནི་ལེབ་ང་དང་ཏུ་རོའི་སྒོ་ཕྱུགས་ཚང་མ་ཁྲིད་དེ་གླིང་མཁར་ལ་སོང་ཁ་འདི་འདུག་དེ་ག་མི་རུག་ཡ་མ་ལེབ་ལབ་པ་ག་འདི་ས་རིག་ཙོག་རིག་མི་རིག་ཙོག་རིག་མཐོང་འདུག་ཟེར་ཟིན་ན། ཡ་ཡ་མཚར་ད་ལྟའི་བ་ཐོང་ཡང་པོ་དེ་ནི་མ་ཡ་མཚར་འདྲག་ད་ང་དང་ཡིན་ནང་སྨག་སྨུག་ཅིག་རྩ་བེག་ཞིག་ང་དང་ཁྱེར་ཡོང་ཡོང་ཟེར་ནོ་ག་ནི་ཡོང་ནང་སུའི་སྨག་ཡིན་ནང་ཟོག་པའི་ཡིན་ནང་ཡ་ངེད་རང་ཨ་ལས་ཞང་ཞུང་པའི་ཡིན་ནང་བྲོ་ཡུལ་པའི་ཡིན་ནང་ཡ་གླིང་ཡུལ་ཡང་ཡིན་ཧྲིལ་གྱིས་ཟིན་འོག་ང་དང་དམག་ཅིག་རྩ་བའི་ཞིབ་ལྟ་བྱ་རྒྱལ་དེ་ན་ཉམས་པོ་ཁོ་དགའ་ཕྲུག་སེང་གེ་དང་རྒྱལ་བྱས་ཟིན་ན་གལ་ཏེ་གླིང་པ་ཡིན་ན་ཁོ་གླིང་ཡུལ་ལ་སོང་སྟེ་གླིང་པ་ངོར་རྒྱུགས་ཟིན་འོག་ཨ་བུ་པ་ལས་ལྡུམ་བུ་ཡ་དེ་ཚང་མ་བཤད་ས་ནོག་དེ་ནས་ཁོ་ཨ་དེ་ག་ན་ངོར་བརྟག་བྱ་བྱས་ཟིན་འོག་ཟིས་པ་ངེད་རང་ཨ་ལས། ཁོ་གཡོག་མོ་ཨ་ཟུག་ཁོ་ཨ་བོ་དག་ཀྱང་སེང་གེ་རང་ལས་ལ་མོ་ནི་སང་ཀྲོའུ་ལོ་ལ་ག་ཀྲུག་སེང་གེ་ཟེར་པ་རྒྱུ་ཨ་ཅེ་ཨེས་ཁྱོད་དང་ནང་ག་ཟེར་ནང་ཨ་ཅི་ཡོང་ལ་ད་འདིར་ང་ཡང་ཧྲྨག་ཧྲྨུག་ཨེས་པེ་ར་འདུག་ལིན་ཡུལ་ལང་ཨོ་རྒྱུ་ལི་པར་ལ་ཁྱེད་རང་རྩ་བའི་མཁར་ལ་ཡོང་དགོས་སོ་ཟེར་པ་ས་ན་ད་མཁར་ལ་ང་ཡོང་ལོང་འཇིག་མི་རག་པ་ཨ་ཅེ་ག་ཟེར་སེང་གེ་རང་མ་ན་ཡོང་སེ་མི་ནི་ཅང་ཐེས་མི་འདུག་ཁྱོད་རང་ང་རེ་ཀ་ཧྲྨག་དགུན་ལ་ཡི་ཞབས་ཤེས་ཡ་ཆོག་གོ་སོག་ཅེས་ཟེར་ན་ཁྱེད་རང་ལིང་མཁར་ལ་ལོ་མང་པོ་འདུག་པ་ས་ན་ལིང་སྤང་བའི་ཤེས་ས་ནོག་པ

གཞུ་བཞི་མཐོང་བ་ཚོགས་ཡ་ལས། ཡ་དེ་ན་ཚོགས་བར་དེ་རྣམས་ཅོག་ཅིའང་མཐོང་ངེས་རང་ལས་ད་ལྟ་མ་ན་གཅིག་འདུག་བསམ་སྟེ་ཀོ་བལྟ་ཡོང་ཙ་ན། ཡང་ན་གཞུའང་མེད་དཀའ། ཡང་ན་རྟེན་རྣམས་ཅོགའང་མེད་དཀའ། ཡ་དེ་ནས་ཁོ་ལོག་སེ་སོང་ཟེར་ངེས་རང་ཨ་བུ་པ་ལས་ལྡུམ་བུ་འོང་ལ་དེའོ་ཟེར་ངེས་རང་ལས། ང་ནི་གཞུ་མཆོག་ཞིག་མཐོང། བལྟ་བྱ་ཙ་ན་གཞུའང་མི་རུབ། ཡར་ལྟས་གནམ་ལྕགས་ཅིའང་མཐོང་ཨ་ཁ་སོང་ཟིལ་རྟ་རྩ་ན་ནི་རྟའང་མི་རུག་མིའང་མི་རུག་ལས་གཟུགས་ཤིག་འདུག་ཟིལ་སྤུ་ས་ནས་ཡིད་ཡ་ཚང་མ་ཧྲོག་ངེ་རང་ལས་དེ་ག་ཨ་ནེར་པ་མའི་ཨ་སྟག་ངེ་རང་ལས་ཅང་རི་ཅིག་ཅིག་ག་ཆེན་མོ་བཙོག་པ་ནེར་པ་མའི་སྟག་རི་ཅིག་ཅིག་ག་ནུ་མ་ཡ་སྤ་གལ་ཏེ་རི་ཅིག་ཅིག་ག་ནུ་མ་ཡོ་མ་གལ་ཏེ་མ་ནི་ཆེན་མོ་མ་ནི་ཨ་ནེ་མ་ནི་ཡོད་གཟུགས་ཡོད་འདུག་ཟེ་ཡོད་བཙོག་ངེ་རང་ལས་དེ་ནས་ལྡོ་ལ་ཨ་ནེ་རྟ་ཡོད་བཙོག

ཐེ་ལ་མེ་ར་ཨ་ཛིས་པདྨ་མ་ན་ནས་དེ་ཚང་མ་སྨན། ང་ཧོར་དབུས་ལ་ཡོང་སྲིད་ད་ང་ཧོར་ཡི་ཅཱ་ར་ཨི་མིག་ཅོ་སིན། ཙི་རིའི་རྒྱུ་མ་ཚང་མ་ང་རི་རྒྱུད་བཟོད། ཏོ་ཨར་རྒྱུ་མེར་རྒྱུད་སྤོ། ནང་ཁུག་ཚང་མ་ང་ཧོར་ཡི་རྒྱུད་སོང་དོད། ཨ་ནེ་རང་པཱ་ཨི་འཁོར་ལ་མ་འདུག་ག། ལིང་ཛམ་པར་གུ་ཐི་རི་ཨང་ཨོ་སི་ཀྱོག་པའང་སོང་སའི་གཞུག་ཞིག་ཧེ། ངས་ཨ་ནེ་ཇུ་ངེད་རང་སི་ང་ནར་ཏིང་བཙུགས་པ་ང་ཉམས་པོ་སལ་ཁ་ནས་ནོག་ཨ་ནེ་ཀུར་མར་ནང་ཉིས་སྐོ། ངས་ལང་རུས་ལ་ལོག་པར་སྤྱོད་ཆོག་ག། ཧ་ལས་རང་ཕྲུག་ག་ལོག་པར་སྤྱོད་ཆོག་ག་རང་ཡུལ་ལ་ལོག་པར་སྤྱོད་ཆོག་ག་ང་འུ་ཚོ་ག་མིང་ན་ཤར་གྱི་ངེད་ཅག་ཚང་མ་ལྟ་ཡོང་སྤིན་ཨ་ན་ག་གླིང་པ་འདུག་ག་མི་འདུག་ལྟ་དེ་ནས་གླིང་པ་འོ་འཇུ་འཇུ་ད་ངེད་ཅག་ཨ་ན་སོང་སྟེ་བཞུགས་ཤིག་ཟེས་པ་སང་ངེད་རང་ཨ་ལས་ཡར་ཡལ་ངེད་ཚ་བོ་རང་མི་རུང་རུ་རུང་ལྟ་ཡིན་ཁྱེད་རང་ཟེས་པ་ཨ་ནའང་དེ་ག་ད་ད་འགྲིག་སོང་ཡར་ལས་སོང་དེ་ནས་དེ་ནས་ཁོང་ཚང་ག་གླིང་ཛམ་བར་དགུ་ཐིར་ག་མ་འདུག་ག་ངེད་རང་སྐྱོག་སྤིན་ཨ་ཡོང་སེ་འདུག་ཟེས་པ་སོང་ན་དེ་ནས་ཨི་བས་ད་མ་ན་ཨ་གར་དམག་མུག་ཅིག་ཏི་ཡོད་ཐིག་ལྟ་འདུག་ཅིག། ཧེ་ལི་ང་གླང་ཤིག་མ་ནི་སྡུག་ལ་འོང་ནི་གོར་པ་ཀུན་འདུས་ལ་ང་དང་ཛམྦྷ་རྒུ་ཐུར་ཕྱོགས་ལ་ཆེན་པ་ཟིས་པ་ངེད་རང་ལས་དེར་དམག་ངེད་རང་ལས་སུམ་ཅུ་བཞི་བཅུ་ངེད་རང་ཛམྦྷ་རྒུ་ཐུར་རེ་ག་ཁྲིད་དུ་འཁྱོངས། ཁྲིད་དུ་འཁྱོངས་ཟིན་ལྟར་ཛམྦྷ་རྒུ་ཐུར་བོ་ནི་ལིན་ཡུལ་ནང་ཧོར་ཡུལ་ལི་ས་མཚམས་ཟིན་ནོག་ཡ་ལས་ཨིར་ཛམྦྷ་འོ་ང་དེའང་མ་ནོག་ཁོང་ཡང་མ་ནོག་ངིས་བཀོད་ཆོ་ག་ནི་ནོག་ཨིར་ཛམྦྷ་རྒུ་ཐུར་བོ་དེའི་ཕའི་ད་ང་དང་ཨིན་ནེ་ཀ་ཧྲུང་ཤིག་གལ་ཏེས་ཁོང་ཨ་ན་བིང་ན་དེ་ནི་ང་དང་ཨིན་ནེ་ཀ་ན་ཁོང་ཧྲུང་ཨིན་སྐྱོ་བན་ཡུལ་བོ་ཟེར་རང་ཡན་པོ་ངེད་རང་ལས་དེ་ག་འདུག་དེ་གའི་བན་ཆད་ཁུ་ཚན་ཆ་བོས་པ་ངེས་པའི་སྟེང་ན་ལས་ཚན་མཚུངས་པ་སང་ན་ཡེ་རང་ཡི་ཡ་དམ་ནི་པའི་བོས་གོ་ལག་གོ་ལག་རེ་ཡང་ཨིན་བསམ་པའི་ང་དང་ཁུར་དེ་མེད་ཡིད་བཟང་འབར་དགུ་ཐུ་རི་ཀ་སྤྲང་མོ་རག་མ་ནི་ས་བེར་ཁྱོང་ཆ་རག་གཟེར་བཙོ་ཁ་ཆེ་ངེས་རང་ཁྱོང་ཆེན། སྟན་མེད་ན་ས་བེར་མི་ནི་ཅི་ཁྱོང་འོ་ད་ལྟའི་བེ་ཅང་མ་ཅོ་ཞིག་ཨར་བཟང་པའི་ཀ་ཉིན་ལོག་ཨ་རུལ་ཆེ་ཡིག་གཟེར་ཟིང་རང་ཚང་མ་ལས་བཟང་པ་ཤིང་ཡིན་ནོག་དེ་ནས་ང་དང་ས་བེར་མ་ཁྱོང་ཨ་ཚ་བིག་ཀྲོ་ཤན་སྟག་པོ་ལ་བསྟེན་ན

དེ་ནི་དེ་ནི་དེ་ནི་བན་ཆེན་ཡིན་ན་རྫམ་པ་པི་ལོག་གསུངས་པ་རྫམ་པའི་གེ་སྐོན་ནི་དེ་ཧོར་བུ་བང་ར་ཉི་ཤུ་སུམ་ཅུ་ཙམ་ཡོད་ནང་གཙང་མ་ཆུ་ལི་ཡང་གེས་ཆུ་ལི་ཡང་གེས་པ་ཀོས་ལྟ་ཟིན་རང་གཙང་མ་ཡང་སུ་ཀ་ལུགས་སི་མི་རུ་བ་ལྟ་ཟིན་རང་ལུས་ཡང་མེད་ཙོག་མ་ན་ཀོ་ཆུ་ཆེན་མོ་ཡོད་གེགས་ཉེ་རང་ལས་པ་ས་ན་མེད་ཡ་དེ་ནི་ཁོ་ཉེ་རང་ཧྲ་ཏ་ཧྲི་ཏེག་གསུངས་ཚེ་རྟ་ལོང་འཇིག་ཅོ་སེ་ཡང་ལོག་སེ་ཡོང་ཟིན་རང་ལོག་སི་ཡོང་སེ་ན་དེ་ནི་ཨི་ཧོར་པ་ཨི་ཧོར་དགུན་ཉེ་རང་དེ་ཀ་སུ་སི་སོང་ཅི་ལུགས། དགའ་སྤྲོ་ཟིང་གེ་ཧྲྨག་སྡུག་ག་ཧྲྨུག་སྡུག་ག་རྐང་བ་སིར་རྨག་ག་ནག་རྫས་པ། ཧྲྨག་སྡུག་སྡུག་ལས་རྐང་བ་སིར་རྨག་ག་འཛེར་ཁ་ནུབ་མོ་ངའམ་ན་རྒྱུས་ཞིག་མ་སོང་ལིང་པའི་མ་ནོག་ལས། ལིང་པའི་མི་དགུན་མི་སྤུ་སར་ཙོག་པོ་ཡོང་བཙོན་པ་ཨིན་ན་ང་རྒྱུས་ཟིན་རོགས་ཉན་རང་ལས་ཁུང། མ་ནི་ལིང་པ་མི་རུག་མི་རུག་ལས་ག་ཟས་ཟིན་ཡན་རང་ལས་ཡ་དེ་ནས་མེད་ན་ང་ཐང་སྡུག་ཨང་ད།

དེ་ནི་ཨི་ཡིག་ཀ་ལ་ཕོག་ན་དེ་ནི་ཧོར་ཁྱོད་ལ་ཤི་རྐྱེན་ནོ་བསམ་སྟེ་ཉན་རང་ལས་ཀྱང་ཉན་རང་དར་པོ་ནི་ཤེད་ལས་མི་ལོང་བས་ཁ་ཚང་རག་ཁ་ཅིག་ཁ་ཅིག་དང་ཉན་རང་ལས་འདིར་འུར་བའི་ནང་པ་འཆི་བ་ཁོས་དེ་ག་ན་ད་དང།